ལ་སོགས་ལྷན་སྐྱེས་སྔ་དྲོ་སྟེ་རི་ལ་བདག་བཀའ་གསང་དགོངས་ལ། དེ་ནས་གངས་རིན་པོ་ཆེ་འདི་ཕྱི་རུ་བོད་ཀྱི་གཞུང་ལུགས་ཀྱི་ནང་ལོགས་ལ་བལྟས་པས་ཡིན་ན་དེ་ནི་རིགས་ཀྱི་བུ་རི་རབ་ཡིན་པ་གི། འོ་གནས་སྟངས་འདྲ་བོ་དེ་འདྲ་ཅིག་ཡོད་རེད་ཟེར་བདེ་ཆེ་གི་ཞུས་རེད་ད་དེར་མ་གཏོགས་ངས་དེ་ནི་མཐའ་གཅིག་ཏུ་དེ་རིགས་ཀྱི་བུ་རི་རབ་དེ་ཅིག་ཡིན་དགོས་པ་དེ་འདྲ་གི་ཨུ་ཚུགས་རྒྱག་གི་ཡོད་མ་རེད་ལ་ད་ད་ལྟ་གོ་ལ་འདིའི་ཐོག་ལ་རིགས་རྒྱས་པོ་ཨ་ནི་འཛུགས་ཀི་བཙུགས་ས་ཡོད་མ་རེད་ང་ཚོ་མཐོང་ཡག་གི་ཆོས་མ་རེད་དེ་ང་ཚོ་ཆོས་པོ་རིས་མེད་ཀི་མཐོང་ཡག་གི་དེ་འདྲས་ཆོས་མ་རེད་ལྐོག་རྒྱུ་རེད་ཟེར་དེ་ཡང་སྒྲུབ་ཀི་ཡོད་མ་རེད་ད་འདི་ལོ་རྒྱུས་ཀི་རྒྱང་ཆོང་གཞིར་བཞག་གི་ཐོག་ནས་འོ་དེ་འདྲས་ཅིག་ཡིག་ཚང་རིག་པ་གི་ཐོག་ནས་མང་ཞིག་བལྟ་ཡོང་དུས་དེ་ཐ་སྙད་འདྲ་བོ་དེ་འདྲས་ཅིག་དེ་འདྲ་ཅིག་ཡོང་བསྡད་ཀི་འདུག་ཕྱི་རོལ་གི་གཏམ་རྒྱུད་ནང་ལོགས་ལ་འོ་འདི་གང་གང་གི་མགོ་ཁུངས་དེ་གི་ད་མ་ཤེས་ཡོང་དུས་འོ་འདྲས་ཅིག་ཆགས་བསྡད་ཀི་འདུག་ཟེར་ད་དེ་འདྲས་ཅིག་ཞུས་པ་རེད། དེ་མ་ཐག་ངས་ཨུ་ཚུགས་བརྒྱབ་ནས་དེ་ཡང་སྒྲུབ་ཀྱི་ཡོད་མ་རེད། དེ་ལོ་རྒྱུས་དེ་ལོ་རྒྱུས་རང་རེད། གོ་གང་ཡིན་པ་དེ་ཁ་གསལ་པོ་གཅིག་བྱ་ཡ་ཆགས་སོང་རེད་དེ་ནས་ད་གང་ཁའི་མགོ་ཁུངས་དེ་ལ་ཡང་དེ་ནས་ངོ་མ་ད་མཁས་པ་དེ་འདྲའི་སྐད་ཅིག་གངས་རིན་པོ་ཆེན་དེ་གངས་ཆེན་མ་རེད་ཚོ་མ་ཕམ་དེ་མ་ཁྲོས་མ་ཡིན་ཟེར་ནས་དེ་ནས་ཡང་ཨུ་ཚུགས་བརྒྱབ་དེ་འགན་ང་ཚོ་བོད་ཀྱི། མཁས་པ་དེ་འདྲ་ཡོད་རེད་བ་ད་དེ་བོད་ཀྱི་དེ་མ་རེད་གསུངས་ལེ་ཁོང་རྣམ་པས་ཀྱི་དེ་ནས་དེ་འགྲིག་བཤད་གང་ཁ་ཁ་ཁ་རེད་ཟེར་ནང་པའི་ཁ་ཁ་གང་ཁ་དང་ཕྱི་རོལ་པའི་ཀྱི་བཤད་པའི་གང་ཁ་ཁ་ཁ་རེད་ཟེར་ནས་ལམ་ཕྲན་བྱུང་འདུག་དེ་ནས་ངང་འཕྲིན་ལས་ཀྱི་བརྩམས་པའི་ཀྱི་གནས་ཆེན་གངས་རི་ཚོགས་གསུམ་ཆུ་བོ་ཞེས་གཏན་ལ་འབབ་པ་ཟེར་ཀྱི་བསྟན་བཅོས་བརྗོད་རེད་བ་དེའི་ནང་ལོ་དེ་འདྲ་གསུངས་འདུག་ཨ་ནི་དུས་ཕྱིས་སུ་དེ་ནས་ང་ཚོ་མཁས་པ་ཁ་ཤས་ཀྱི་ཆུ་བོ་གང་ཁ་ཕྱི་རོལ་པར་གྲགས་པ་དེ་འཇིག་རྟེན་ཐུན་མོང་བ་རེད་ནང་པ་སངས་རྒྱས་གསུངས་ལ་གྲགས་པ་དེ་ཐུན་མོང་མ་ཡིན་པ་རེད་དེ་འདྲ་གཉིས་སུ་བཤད་ནས་དེ་ནས་ད་དེ་དང་པོ་དེ་དེང་སང་ང་ཚོ་མངའ་རིས་ལ་བབས་བསྡད་བ་དེ། ངོས་འཛིན་དེ་ནི་ནང་བར་གྱི་ཤེས་བྱ་བ་དེ་དེ་ལས་ལོགས་སུ་གྱུར་པ་ཅིག་དེ་འདྲའི་གི་འདྲི་ཤེས་ཅིག་རྒྱག་གི་ཡོད་རེད་ཟོ་དེ་རེད་དེ་དེས་ད་ཐག་འདྲ་བོ་ཅིག་སྡུག་གི་ཡོད་མ་ཨོ་ཁོང་གི་དེ་ད་དེ་ཆོས་བྱེད་དེ་ཐུན་མོང་མ་ཡིན་པ་དང་ཐུན་མོང་གི་ཤེས་བྱ་དེ་འདྲ་སྔ་ས་ནས་ཡོད་མ་རེད་དེ་གོ་རྒྱུ་མེད་པའི་ཐ་སྙད་གསར་བ་ཅིག་རེད་ད་དེང་སང་བར་དུ་དེ་ནི་ཕག་པའི་ཡུལ་ལ་གྲགས་དེ་བས་གང་ཁ་དེ་མ་འགྲོ་ལས་དེ་བར་པ་དེ་མ་ཡིན་པ་ཅིག་བཤད་ན་དེ་ནི་འགྲོ་ས་ཁོ་རེ་ཡོད་མ་རེད་བཤད་སྟངས་དེ་ཅི་རེད་ཟེར་ན་རྫོགས་ཀི་དེ་འཛུགས་ཀི་ག་རེ་ལབ་ཀི་འདུག་ཟེར་ན། མ་ན་ས་བ་ར་སི་གི་དུག་སི་ཁྲ་མ་ཕམ་ན་དེ་དེང་སང་ལབ་དེ་གི་ར་བ་ཨོ་མ་ན་ས་བ་ར་སི་མོ་དེ་མ་ན་ས་ར་བ་སི་ལབ་ནས་དེང་སང་བར་དུ་དེ་ནི་རྒྱ་གར་གི་ནས་འཇིགས་མེད་ཏྲ་ཏྲ་ཚོ་མ་ལོ་རེ་ལོ་རེ་བྱས་ནས་འོང་ནས་ཁྲུས་བྱེད་གི་དུག་སི་དེ་དུག་སི་ཕལ་ཆེར་ཕྱི་རོལ་པ་རིགས་ཤ་སི་དེ་ཁོང་ཚོའི་གཞུང་གི་ནང་ལ་བ་ལ་གང་སྐད་གོ་དང་ཀུན་སྐྱིད་དང་བི་བ་ཅན་དང་དངོས་པོ་རིགས་ཀུ་ལི་ཀ་ནི་འཇུག་ངོགས་སུ་ཁྲུས་བྱེད་ཡང་འབྱུང་སི་མ་ཡིན་སི་དེ་ཚོ་ཁྲུས་བགྱིད་པ་ནི་དེ་ནི་རྒྱལ་བ་ཕྱི་མ་ལེན་དགོས་མ་རེད་སི། འོ་དེ་འདྲས་ཀྱི་ཐོག་ནས་ཡོང་བསྡད་པའི་རེད་ཤག་དེ་ནས་ཡིན་དུས་ཁོང་ཚོ་དེ་གང་གའི་གཏམ་རྒྱུད་དེ་ལ་བརྟེན་ནས་གང་གའི་ཆུ་མགོ་དེ་གང་དེ་ཟེ་འོ་རེ་རབ་ལ་ཡིན་པར་བརྟེན་ཞེས་ཡོང་བསྡད་པ་རེད་དེ་ཡིན་དུས་དེ་ནས་ད་ཕྱི་ནང་གཉིས་ཀ་གི་ཚོ་དང་གང་ག་འདུ་བའི་གི་གཅིག་ཁུངས་འདྲ་དེ་གཏམ་རྒྱུད་ཀྱི་བཤད་སྟངས་འདྲ་བ་ཅིག་མ་འདྲ་བ་ཙམ་ལ་མ་གཏོགས་དེ་ནས་མཚན་གཞི་ཐ་དད་པ་ཅིག་རྩ་བ་ནས་ཡོད་མ་རེད་སྤེ་ཆ་ཞང་དང་དབྱངས་ཅན་མ་ལ་དེ་ནས་ཅིག་ཕྱི་ནང་གི་འདུག་ལུགས་མི་འདྲ་བ་ཙམ་མ་བྱུང་ངོ་བོ་དབྱངས་ཅན་མ་ཡིན་པ་དེ་གཅིག་པ་རེད་ཟེ་ཁོང་གི་དེ་འདྲས་གསུངས་གནང་ལོ། འདིར་ང་ཚོས་དེ་དགོངས་པ་བཞེས་ས་དེ་འདྲས་ཡོད་ས་རེད་སྐབས་དེ་དུས་ད་ཁོང་གི་དེ་ཡིག་ཆ་དེ་བརྩམས་དུས་དུས་རབས་བཅུ་དྲུག་པའི་སྐབས་ཙམ་ལ་རེད་འདོད་ཨང་སྐབས་དེ་དུས་ཡིན་ན་ཡང་ཁོང་མངའ་རིས་ལ་བཞུགས་བསྡད་རེད་ཨ་ནི་བེད་སྤྱད་རོགས་པ་མང་པོ་ཞུ་ཅིག་ཡོང་བསྡད་པ་ད་ལྟ་ནང་བཞིན་ད་འགྲིམ་འགྲུལ་སྟབས་བདེ་ཡོད་མ་རེད་དེ་བས་དེ་བརྒྱ་ཕྲག་བརྒྱ་ཕྲག་དེ་འདྲས་ཡོང་གི་འདུག་གསུངས་སོང་ལོ་དེ་འདྲས་ཀྱི་ཐོག་ནས་གོ་བ་གཅིག་ལོན་ས་ཡོད་ས་རེད་ད་དེ་ཚོ་ང་ཚོ་ཡིག་ཆ་རང་གི་གཞིར་བཞག་ཐོག་ནས་འགྲོ་རྒྱུ་རེད་མ་གཏོགས་མོ་བརྒྱབ་ལུང་བརྒྱབ་རྩིས་བརྒྱབ་དེ་ནས་བཞེས་ས་ཡོད་མ་རེད་ད་ཡིག་ཆ་ཁོ་རང་གི་འགྲོ་སྟངས་ལོ་རྒྱུས་ཀྱི་འགྲོ་སྟངས་ནང་བཞིན།

ཕྱི་རོལ་པའི་ཟེར་ན་ཕྱི་རོལ་པའི་གི་ཞབས་ཕྱི་ཡིན། ཟེར་ཡིན། བོན་པོ་གི་ཡིན་ན་དམ་པ་གཤེན་རབ་ཞབས་ཕྱི་ཡིན། ད་དེ་བོན་ཐིག་བག་འཕྲོག་སོང་རེད་ཟེར་དེ་ནས་ལབ་དེ་གར་བ་དེ་རེད་ད། དམ་པ་ཤཱཀྱ་ཐུབ་པ་དེ་ད་དངོས་ཡོད་གི་མི་གཅིག་ཡིན་དུས་ལོ་རྒྱུས་གི་མི་སྣ་གཅིག་ཡིན་དུས་དེ་ནས་ད་ཁོང་རྒྱ་གར་ལ་འཁྲུངས་པའི་བཤད་མ་དགོས་ར་བ། རྒྱ་གར་ཡིན་པའི་དེ་ད་ད་ང་ཚོ་ལེམ་པི་ནེ་རི་འཁྲུངས་པ་དེ་བཤད་མ་དགོས་ར་དེང་སང་ཁ་ཤས་ཁོང་བོད་རིགས་ཡིན།

བཅུ་བཅུ་ཇེ་ལྔ་ཙམ་ལ་གཤེགས་སོང་པའོ་དེ་འདྲ་ཅིག་ཆགས་ཡོད་ས་རེད་ད་དེ་ནས་སྡོམ་པའི་རྣམ་ཐར་དེ་ཚང་མས་ཤེས་ཤེས་པར་ད་འདི་ན་བཞུགས་བསྡད་པ་ཚང་མ་ནང་པ་ཇི་འདྲ་ཡིན་དུས་སྡོམ་པའི་རྣམ་ཐར་དེ་ཞིབ་ཆ་མཁྱེན་དགོས་པ་དེ་འདྲ་ཅིག་རེད་དེ་ཆུ་མོ་སྒོ་རེད་ཡིན་ན་ཡང་ད་ང་ཚོས་སྡོམ་པའི་རྣམ་ཐར་དེ་ལ་ད་ལྟ་མ་བལྟས་ཡོང་ན་དེ་ནི་ཐུན་མོང་དུ་གྲགས་པ་ལྷོ་རྒྱུད་ནང་པ་དེ་ཚོར་གྲགས་དགོས་ཀྱི་དེ་ཐུན་མོང་གི་རྣམ་ཐར་འོ་ཕྱི་རོལ་པ་ཚང་མ་གིས་ཁས་ལེན་ཐུབ་པའི་ཐུན་མོང་གི་རྣམ་ཐར་དེ་ནི་དེ་ལས་ཡར་ཐུན་མོང་མ་ཡིན་པའི་གི་རྣམ་ཐར་འདྲ་བོ་ཅིག་བཤད་སྟངས་དེ། བྱ་ཡོང་གི་འདུག་ང་ཚོ་རྒྱུད་ལུང་སྐྱེ་ཤི་ལ་སོགས་པའི་ནང་ལོག་ལས་བྱས་ན་ཡང་ཐུན་མོང་མ་ཡིན་པའི་ཕྱོགས་ལ་འགྲོ་བསྡད་པ་ལྷག་པར་དུ་ཐེག་པ་ཆེན་པོ་གི་སྐབས་ནས་དེ་ནས་སངས་རྒྱས་ཀྱི་རྣམ་ཐར་འདི་སོ་སྐྱིད་ཀྱི་བློ་ཡུལ་ལས་འདས་སོང་བ་ཐེག་པ་ཆེན་པོ་སྔ་ཕྱི་བར་གསུམ་གྱི་ཐོག་ནས་ཡང་རིམ་པས་རིམ་པས་ཀྱིས་རྣམ་ཐར་ཆེ་སོ་འགྱུར་བ་འདྲ་བོ་དེ་འདྲ་ཕྱིན་དར་འགོ་འཛུགས་ཕལ་ཆེན་ལས་བྱས་ནས་འདྲ་བ་འོ་དེ་འདྲའི་ཞིག་ཕྱིན་ཡོང་ད་དེ་ནས་གསང་སྔགས་སྐབས་སུ་ཡིན་ན་དེ་ནས་རྒྱུད་སྡེ་སོ་སོ་དང་འབྲེལ་བའི་དེ་ནས་སངས་རྒྱས་ཀྱི་རྣམ་ཐར་དེ་ཡང་ཚད་མཐོར་མཐོར་ཕྱིན་འོ་གཏིང་ཟབ་རུ་ཟབ་རུ་ཕྱིན་འོ་དེ་འདྲས་ཕྱིན་སོང་ར་བ། དེ་དུ་དང་ཐུན་མོང་མ་ཡིན་པ་རེད་མ་དག་མ་དག་དག་པ་དང་ཤིན་ཏུ་རྣམ་དག་གོ་རིམ་གཞན་སེམས་ཅན་བྱང་ཆུབ་སེམས་དཔའ་དང་ཟས་ཅི་ཡོད་རྒྱུད་བླ་མའི་ནོར་དེ་རྣམས་ཤིང་ཡང་ཚེ་ཐོ་རུ་འཐོར། ད་དེ་འདྲས་དང་འདྲེར་སོང་རེད་ད་དེ་ནས་ད་ལྟ་འདི་ཚོ་ཡིན་ན་ཐུན་མོང་གི་གདུལ་བྱ་ཐུན་མོང་གི་སྣང་ངོ། ཚང་མ་གི་སྣང་ཚུལ་དང་མཐུན་པ་ཅིག་ཡིན་དགོས་པ་དེ་འདྲས་རེད་ནོ། ད་དེ་འདྲས་གི་རྣམ་ཐར་ལ་བལྟ་ཡོང་དུས་ཁོང་དང་པོ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་དེ་ནས་མང་ཀ་ཏི་གི་ཨུལ་བྷེར་སི་ཏོ་བ་ཏི་གི་ནགས་ཁྲོད་ལ་ཞུགས་དུས་དེ་ནས་སངས་རྒྱས་སོང་ར་བ་སངས་རྒྱས་ས་དེར་ཕྱིར་རྡོ་རྗེ་གདན་དེ་ནས་སངས་རྒྱས་ནས་དེ་ནས་བ་ར་ན་སི་ལ།

འོག་དེར་རྩ་བའི་གྱི་རྣམ་ཐར་བྱས་ན་སྐུ་དངོས་ཀྱི་བཞུགས་ས་དེ་ཡུལ་དབུས་ཀྱི་གྲོང་ཁྱེར་ཆེན་པོ་དྲུག་གི་ནང་ཁོངས་འདྲ་བོ་འོག་དེར་མ་གཏོགས་དེ་ལས་ཅིག་གཞན་པའི་གི་ས་ཕྱོགས་ཐག་རིང་སར་བྱོན་པ་དེ་བྱེ་བྲག་གསལ་གྱི་མི་འདུག་ང་ཚོས་ད་ལྟ་བཤད་སྟངས་འདྲ་བོ་བྱས་ན་དེ་ནས་ཐིག་པ་ཆེན་པོ་བཤད་སྟངས་བྱས་ན་དེ་ནས་སངས་རྒྱས་མ་ཐག་དེ་སྟོང་གསུམ་གྱི་སྟོང་ཆེན་པོ་ཙམ་དེ་ལེགས་པའི་ཞགས་པའི་ཆགས་པ་ཡིན་ཟེར་འདྲ་བོ་ད་དེ་འདྲ་བཤད་སྟངས་བསམ་གྱི་མི་འཇགས་ལོང་གོ་ཡོད་རེད་བ་ཡིན་ན་ཐུན་མོང་གི་དབང་དུ་བྱས་ན་དེ་ནས་གྲོང་ཁྱེར་ཆེན་པོ་དྲུག་གྲོང་ཁྱེར་ཆེན་པོ་དྲུག་དེ་དེང་སང་བྱས་ན་རྒྱ་གར་གྱི་ད་ལྟ་བི་ཧར་མངའ་སྡེ་གྱི་ས་ཁོངས་ཙམ་ཅིག་མ་གཏོགས་ཆགས་ཀྱི་ཡོད་མ་རེད། ཤར་དུ་ཨུ་ཤི་ར་དང་ཨུ་ཤི་སེ་འདྲ་བོ་ཅིག་ནམ་རྒྱུན་ཕྱོགས་ཅིག་བཤད་ཡོད། ད་ཡིན་ན་ཡར་སྣེའི་སྡོམ་པ་དེ་ཡུམ་གྱི་དྲིན་ལན་བསབ་པའི་ཆེད་དུ་སུམ་ཅུ་རྩ་གསུམ་དུ་བྱོན་པ་རེད། དེས་ན་ལྭ་བ་དཀར་པོ་གི་རྟ་ཟླ་ཧུད་ཀྱི་རྡོ་ཨ་མ་ལེག་གི་རྡོ་ལེབ་ཡོད་ས་དེ་ན་ཡར་སྣེ་པ་རེད། དེ་ཡོང་གི་འདུག་དེ་ང་ཚོ་ཐུན་མོང་གི་རྣམ་ཐར་ཟེར་སྐོར། དེ་ནང་ལ་ཡོང་གི་འདུག་གནས་ཕྲན་དལ་བ་གི་གཞུང་ཚན་དུ་ནང་ལ་ཡོང་གི་འདུག་ད་ལྟ་མཁས་དབང་དགེ་འདུན་ཆེན་པོས་གི་ཚོས་བསྒྱུར་བཞག་པ་དེ་ཡོ་རོ་པ་ལེགས་ཤར་སྐད་ལ་ཟེར་བ་རེད་ད་དེ་འདར་མ་འབར་མདའ་ཟེར་གི་འདུག་ཨ་བོད་སྐད་ལ་ཚིགས་སུ་བཅད་པ་འོ་དེ་བསྒྱུར་བཞག་པའི་དེ་ཚིགས་བཅད་སོ་སོ་གསུངས་སོ་དེ་ས་མིང་ཡོ་རོ་པ་ས་མིང་དང་ཚུལ་ཆེ་ས་ཡོང་དུས་དེ་ནི་དེ་ནས་ལྭ་བ་བཏབ་པ་ལྟ་བུའི་རྡོ་ལེབ་དེ་འོག་སོང་ནོ། འདི་ཡི་སུམ་ཅུ་རྩ་གསུམ་གྱི་དེ་རེད་ནོ། རྩ་རྣམས་ཞིང་གི་སྐྱོང་ཡིན་ཏེ། འདོད་ཆགས་སྐྱེ་བོ་འདི་ཡིས་ཀྱང་ཟས་ལས་འདོད་ཆགས་བྲལ་བ་ལ་སྦྱིན་པ། འབྲས་བུ་ཆེན་པོར་འགྱུར་སོགས་དུག་ནི་མ། དུག་གསུམ་དང་སྦྱར་ནས་འོ་དེ་འདྲས་ཅིག་གསུངས་ན་འགྲོ། འོ་དེ་གི་ཐོག་ནས་སུམ་ཅུ་རྩ་གསུམ་ལ། དེ་འདྲས་ཅིག་ཞུགས་ཟེར་བ་དེ་ལྷོ་རྒྱུད་ནང་པས་ཡང་ཆེས་ལེན་གྱི་ཡོད་པ། འོ་འདྲས་ཅིག་ཡོང་གི་འདུག། དེ་ནས་ད་ལྟ། སྒོས་ལ་བཙའ་བའི་དེབ་ཐེར་དངོས་པོ་གི་ནང་ལ་སངས་རྒྱས་ཀྱི་རྣམ་ཐར་ཤེས་ཡོང་དུས་དེ་ནི། འདུ་ཤེས་དང་འདུན་མ་ཞེས་པ་རྣམ་པར་ངེས་པ་གཏན་ལ་ཕབ་པའི་ལེབ་སུམ་ཅུ་རྩ་གསུམ་པ་ཟེར་ཡས་ཀྱི་གོང་གི་གྲངས་ནས་བརྐོས་བཞག་རེད་ད་དེའི་ནང་ལ་བདག་ཅག་གི་སྟོང་པ་སྟེ་ལོ་བརྒྱད་ཅུ་ཐམ་པ་ཞོལ་བོ་རེད། དེའི་ནང་ལོགས་ལ་དེ་ནི་ལོ་ཉི་ཤུ་རྩ་དགུ་བར་དུ་ཁྱམས་དུ་ཁབ་ཏུ་བཞུགས་པ་དེ་ནས་ལོ་དྲུག་དཀའ་བ་སྤྱད་པ་དེ་ནས་སངས་རྒྱས་པར་གྱུར་ནས་དེ་ནི་དབྱར། ཞིབ་ཏུ་བཤད་ན་དེ་རིམ་པས་རིམ་པས་ཀྱིས་དེ་འདྲའི་གནས་པ་རེད་ཟེར་དུས་དེ་ནི་དབྱར་དང་པོ་དེ་ཆོས་ཀྱི་འཁོར་ལོའི་གནས་སུ་མཛད་པ་རེད་དེ་ནས་གཉིས་པ་དེ། འབི་ལུ་པཱ་ནི་རེ་རེས་དེ་ནས་ཡང། གསུམ་པ་དེ་ཡང་འབི་ལུ་པཱ་ནི་རེ་རེས། བཞི་པ་དེ་ཡང་འབི་ལུ་པཱ་ནི་རེས། ལྔ་པར་འབི་ཤཱ་ལང་ནི་རེས། དཱ་དྲུག་པ་དེ་གོ་ལེ་ལི་རེས། བདུན་པ་དེ་སུམ་ཅུ་རྩ་གསུམ། གི་ལྷ་རོལ་དོ་ཨ་མོ་ལིག་ནེག་དོ་སོ་དེ། དེ་འདྲས་ཅིག་ཡང་དེ་དོ། དཱ་དེ་སུམ་ཅུ་རྩ་གསུམ་དེ། ག་འདྲ་ཅིག་རེས་དེ་ཡང། དོ་ན་ཞིག་པ་ས་ཅི་ཆ་ཡང་ཀུན་དོ། དཱ་དེ་ནས། ད་ལྟ་ང་ཚོ་བུ་སྐད་ལས་ཤོག་པའི་འདུལ་བ་ལུང་གི་ནང་ལོ་འདུལ་བ་སྨན་གྱི་ཤི་སའི་དེ་སྐབས་ལ་དེ་བྲམ་ཟེའི་བུ་མོ་གི་རྩ་མིག་གི་ད་སངས་རྒྱས་ལ་བསྐོས་པ་བཏབ་ནས། འོ་ད་འདི་འདྲས་ཀྱི་རྙོག་དྲ་བཟོས་རོགས་དེ་ཡིན་དུས་ད་གནས་ཕན་དོན་དུ་སོམ་ལྕམ་ཐན་ལྡན་ལས་ཡག་ཞིག་བཟོ་ནས་ད་ཀོ་ས་ལའི་རྒྱལ་པོ་གསལ་རྒྱལ་ལ་ཆོས་ཀྱི་དབང་དུ་བྱེད་པའི་ད་བཀའ་སྤྱི་དེ་ཚོ་ནི་བཙལ་ཚར་སོང་དེ་ནས་དང་བ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཐོབ་བགྱི་བ་ཡང་ལུང་བསྟན་སོང་ད་ཡང་དག་པར་རྫོགས་པའི་སངས་རྒྱས་ཞི་གཉིས་ལ་ད་བསྙེན་དགོས་ར་བ་དེ་ཚོ་ཡང་བཀའ་བསྩལ་སོང་ན་ད་ད་ཆ་ཚོ་མ་གྲུབ་པ་ཆེན་པོ་ལ་ཕན་ནས། དེ་ནས་བཅོམ་ལྡན་འདས་ཀྱིས་སྤྱན་སྔར་རང་རང་གི་ལས་ཀྱི་རྒྱུས་པས་ལུང་བསྟན་པར་བགྱི་དགོས་པ་རེད། བཅོམ་ལྡན་འདས་ཀྱིས་དེ་ནས་དགེ་སློང་གནས་བརྟན་དེ་ཚོ་ལ་དེ་ནས་ཅང་མི་གསུང་བ་ལ་དེ་ནས་གནང་བ་ཐོབ་པ་རེད། སངས་རྒྱས་བཅོམ་ལྡན་འདས་ཚོགས་ཞེས་པ་རྣམས་ཀྱིས་དེ་ནས་གདོན་མི་ཟ་བའི་མཛད་པ་བཅུ་ཡོད་རེད་གསུངས་ནས། དེ་ནས་མཛད་པ་བཅུ་དེ་མང་ཞིག་བཤད་ཡོང་དུས་ད་དེ་ཅིག་དུས་ཚོད་འདྲ་བོ་དེ་འདིའི་ནང་ལོགས་ལ་རོབ་ཙི་ཅིག་བསྟན་དགོས་འདུག་བསམ་བསམ་ཅིག་འདུག། རེ་རེ་ཟེར་དུས་བཅུ་དེ་ད་ཞེ་སྲིད་སངས་རྒྱས་སུ་ལུང་བསྟན་པ་སེམས་ཅན་འགས་ཀྱང་བླ་ན་མེད་པ་ཡང་དག་པར་རྫོགས་པར་བྱ་འདོད་པའི་ཕྱིར་མི་ལྡོག་པ་གི་དེ་ནས་སེམས་བསྐྱེད་པ་སངས་རྒྱས་ཀྱི་འདུལ་བར་བྱ་བ་ཐམས་ཅད་བཏུལ་བ་ཉན་ཐོས་མཆོག་ཟུང་ལྕགས་ཀྱུས་བསྟན་པ། ཨ་ནི་མཚམས་བཅད་པ་སྐུ་ཚིགས་ལྔ་ཆ་བཀང་བ་དེ་ནི་མཉན་ཡོད་དུ་ཆོ་འཕྲུལ་ཆེན་པོ་རྣམ་པར་བསྟན་པ་གྲོང་ཁྱེར་གསལ་བ་ལ་ལྷ་ལས་གཤེགས་པར་བསྟན་པ་སོགས་ལྷ་ལ་མ་ཕབ་ཚར་བ་འོ་དེ་དེ་ནི་ཡབ་དང་ཡུམ་གཉིས་ཀ་བདེན་པ་ལ་བཀོད་པ་འོ་ད་དེ་འདྲས་ཅིག་ཡོང་གི་འདུག་བཀོད་པའི་དང་དེ་ནི་མཚོ་མ་དྲོས་པ་ལ་ཉན་ཐོས་ཀྱི་དགེ་འདུན་དང་ཐབས་ཅིག་ཏུ་སྔོན་གྱི་ལས་ཀྱི་རྒྱུ་བ་ད་ལུང་བསྟན་པར་མ་མཛད་ཀྱི་བར་དུ་དེ་ནི་སངས་རྒྱས་བཅོམ་ལྡན་འདི་མྱ་ངན་ལས་འདའ་གི་མ་རེད་འོ་དེ་ཅིག་ཡོང་གི་འདུག་དེའི་དུས་ཚོད་འདྲ་ཅིག་འོ་དེ་འདྲས་བསྟན་ནི་ཁོང་མཚོ་མ་དྲོས་ལ་གཤེགས་རེད་འོ་དེ། དེ་ནས་འཇོམས་ཐེངས་དེ་ཉན་ཐོས་དགེ་འདུན་ཐབས་ཅིག་ཏུ་དེ་ནས་ཚོགས་མ་དྲོས་པ་ལ་གཤེགས་ནས་ད་སྔོན་གྱི་ཅེས་བགྱི་བར་ལུང་བསྟན་པར་དེ་ནས་དགོངས་པ་བཞེས་ནས་དེ་ནས་དགེ་སློང་རྣམས་ལ་བཀའ་སྩལ་བ། ད་དགེ་སློང། ང་ཚོ་ཚང་མ་ཚོགས་མ་དྲོས་པ་ཆེན་པོ་གང་ན་བ་ལ་དེ་ན་འགྲོ་དགོས་པོ་རེད་གསུངས་དེ་ནས་རང་རང་སྔོན་གྱི་ལས་ཀྱིས་བརྒྱུད་པ་དེ་ཚོ་བཀའ་ལུང་བསྟན་པར་བྱའོ། དེ་ནས་ཚང་མ་གྱི་བཙུན་པ་བཀའ་བཞིན་འཚལ་ཟེར་ནས་དགེ་སློང་ཚང་མ་གྱི་དེ་ནས་འཇོམས་ཐེངས་དེ་བཀའ་ནང་བཞིན་གྱིས་དེ་ནས་འཇོམས་ཐེངས་དེ་སྙམ་དུ་དགྲ་བཅོམ་པའི་སྔགས་བྱ། ཅད་ཀྱིས་མ་ཚང་བ་ཐབས་ཅིག་ཏུ་མཉན་ཡོད་ནས་མི་སྣང་བར་གྱུར་ཏེ། འདི་ནི་ཚོགས་མ་གྲོལ་བ་ལས་གཤེགས་པ་རེད། འདི་ནི་ད་རྫུ་འཕྲུལ་གྱིས་གཤེགས་པའི་གོ་མཐོང་རེད་ནོ། འདི་མཉན་ཡོད་ནས་མི་སྣང་བར་གྱུར་ཏེ། མཉན་ཡོད་ནས་དེ་ནི་མཐོང་རྒྱུ་མེད་པ་འདྲ་བོ་ཆགས་ནས། ཡལ་བ་འདྲ་བོ་ཆགས་ནས། ནི་སོ་མ་བུན་ཕས་སོང་རེད་སོང་ནས་རྫུ་འཕྲུལ་གྱིས་ཕེབས་པའི་སྐད་ཆ་འདྲ་ཡོང་གི་འདུག་ད་འདིའི་སྐབས་སུ་ཕེབས་ས་དེ་ཚོགས་མ་གྲོལ་བ་དེ་ད་ལྟ་ག་བ་རེད་ཟེར་དུས་དེ་ནི་ང་ཚོ་དང་རིན་པོ་ཆེ་མདུན་གྱི་མ་ཕམ་དེ་ཡིན་པ་དེ་གསལ་ཡོང་གི་འདུག་དེའི་ནང་ལོགས་ལ་མ་ཚིག་ཆད་ཀྱི་འདུག་དེ། ནུ་ཞོའི་དུམ་བུ་མི་གསལ་བའི་གནས་པ་དེ་ནས་ཡིད་དུ་འོང་བ་མེ་ཏོག་སྣ་ཚོགས་པའི་ཤིང་གི་རྣམ་པར་མཛེས་པར་བྱས་པ། དེ་ནས་མཚོ། ཚེ་ལེགས་པ་རྒྱ་མཚོ་ཆེན་པོ་དུག་ཆེན་དག་དུད་པ་འབྲོང་ཆེན་དུག་སེལ་བའི་ཆོས་ཀྱི་ར་བ་དག་སྟེ་རྒྱལ་པོ་དུག་ཆེན་པོའི་གཏམ་རྒྱུད་དང་འབྲེལ་བ་ཡོད་རོ། ཨོ། དེ་འདྲའི་འགྲོ་བར་བྱེད་ངེས་ཀྱི་ཆུ་བོ་ཆེན་པོ་བཞི་བོ་དེ། དེ་ནི་ཕྱོགས་བཞི་ལ་འཕགས་པའི་ཡོ་རེས་གངྒཱ་དང་སིནྡྷུ་དེ་བཞིན་དུ་སྤགས་རྒྱུ། ཨོ། དེ་ནི་སི་དྷཱར་ཐུ་འདུག་ལ་དེ་ནི་རྫུ་འཕྲུལ་གྱི་སྟོབས་མཐོ་བ་མ་གཏོགས་མི་རྣམས་ཀྱི་ཕྱི་དང་སྒྲོས་འཕྲུལ་གྱི་མ་རེད་དེ་སྣང་ལ་ཐུབ་པ་དགེ་འདུན་བཅས་པར་དེ་ནས་ཞུགས་ཏེ་ཡོ་རེས་སོང་ནས། ཨོ་དེ་ཅིག་བསད་ཡོང་གི་འདུག་དེ་ནང་ཕེབས་ས་དེ་ད་ད་ད་མ་ཕམ་ཡུལ་ཚོ་ཡིན་པ་དེ་དེ་ནས་ཅིག་རེད་སོང། ད་དེ་ནས་བཅོམ་ལྡན་འདས་ཁོང་རྣམ་པ་གིས་དེ་ནས་ད་ཐུགས་བསྐྱེད་ནས་དེ་ནས་ད་དེ་མ་ཕམ་གྱི་ཚོགས་ཀྱི་ནང་ལ་ཞུགས་པའི་སྐད་ཆ་ཡོང་གི་འདུག་དེ་ཀླུ་ཐི་འབྲས་ཀྱིས་ད་གྲ་སྒྲིག་འདྲ་བ་བྱས་ནས་ཀླུ་མ་དྲུག་པ་གི་ལས་ཀྱི་རྒྱུ་བ་ལུང་བསྟན་པར་བྱས་སོང་དུས་དེ་ནས་ཀླུ་དེ་ཡོལ་བ་དགའ་བོ་དང་ཉེར་ཁ་གཉིས་ཀྱིས་དེ་ནས་མ་དྲུག་པ་ནང་དུ་པད་མ་འདབ་མ་སྟོང་ཐེངས་དང་དེ་འདྲ་སྤྲུལ་ཡོང་ནས་དེ་ནས་བཅོམ་ལྡན་འདས་དགེ་སློང་དགེ་འདུན་དུ་བཅས་པ་དེ་ནས་གོང་ལ་པད་མའི་སྙིང་པོ་ལ་ཞུགས་ནས་དགེ་སློང་གནས་བརྟན་དེ་འདུག་ཡང་དེ་ནས་པད་མ་གཞན་དག་རྣམས་ལ་ཀྱི་སྙིང་པོ་ལ་འཁོད་དོ། སའི་ཨོ་དེ་ཡང་བཟླས་ཀྱི་འདུག་འདི་ལ་བལྟས་ན། དེ་ནས་བཅོམ་ལྡན་འདས་མཚོ་མ་ཁྲོས་ལ་དགྲ་བཅོམ་ལྔ་བརྒྱ་དང་བཅས་པ་ཕེབས་པ་འདི་ནས་ད་ལྟ་གངས་རིན་པོ་ཆེ་འདི་ནས་དགྲ་བཅོམ་ལྔ་བརྒྱ་སྲིད་ཞལ་ཡར་ལྡང་བུ་ཏྲའི་སྐད་ཆའི་ཁུངས་འདྲ་བོ། ཨོ་མགོ་ཁུངས་འདྲ་བོ། ཨོ་ད་འདི་འཕྲལ་ཅིག་ལ་ཐུགས་བདེ་བར་ཨོ་དེ་ཟེར་བ་འདུག་ད་དེ་ནས་གོང་དུ་སུམ་ཅུ་རྩ་གསུམ་སའི་སྐད་ཆ་ཅིག་བྱུང་བ་རེད་སངས་རྒྱས་ཡུམ་སུམ་ཅུ་རྩ་གསུམ་ལ་ཕེབས་སོང་དུས་ནི་དེ་སྣང་ལས་དྲན་བྱས་པ་ལ་དྲན་གསོ་བ་ལ་ཡང་ཕལ་རེ་ཟེར་ཡང་ན་བ་ཅིག་ཡོང་གི་འདུག་ད་དེ་ང་ཚོ་ལོ་རྒྱུས་ཀྱི་ཡིག་ཆ་སྟེང་དུ་ཕར་ཚུར་གང་ཅིག་བསྒྲིགས་ཡོང་དུས་དེ་སུམ་ཅུ་རྩ་གསུམ་དུ་དཔེ་ཆ་གང་རིན་པོ་ཆེ་ཉེ་འཁོར་འདྲ་བོ་ཡིན་པ་ཅིག་གསལ་ཡོང་གི་ཡོད་རེད་ད་དེ་ང་ཚོ་མངོན་ཞེན་བྱེད་ཀྱི་ཡོད་མ་རེད་མོ་རྒྱག་གི་ཡོད་མ་ཚོད་དཔག་ཡང་བྱེད་ཀྱི་ཡོད་མ་རེད་ཁོ་ད་ཚིག་ཟིན་ནས་བལྟ་ནས་དེ་ནས་མངོན་པ་འདི་བདུན་ལས་དེ་ནས་འཇིག་རྟེན་ཞགས་པ་ཟེར་ཞོར་བ་དེའི་ནང་ལོགས་ལ་དེ་ནས་ཚོགས་མ་གྲུབ་པ་དང་ཆུ་བོ་བཞི། གི་རྣམ་གཞག་བསྟན། ཚ་བ་དང་དེ་ནི་སྤུ་ངན་དང་དེ་བྱང་ཆུབ་དཔག་ཚད་ཉེ་རྒྱུ་ན་ཨ་ནི་གསེར་གྱི་བྲག་བྱ་ཁྱིབ་ལྷ་མ་ཡིན་གྱི་ངོས་ཟ་བ་ཅི་ཡོད་རེད་ཟེར་དེ་གས་པ་གསེར་གྱི་བྱ་ཁྱིབ་དེ་བསྟན་ཡོང་གི་འདུག་མ་ཕྲུག་གི་བྱང་དེ་ན་ཡོད་རེད་ད་དེ་མ་བུང་གི་བྱང་དེ་ན་ཡོད་རེད་བ། ད་དེ་ཁྱེད་ཆུ་ཤེལ་ཚ་དུས་དེ་ནི་སུམ་ཅུ་རྩ་གསུམ་པའི་ལྷ་རྣམས་ཀྱི་གླང་པོ་ཆེའི་རྒྱལ་པོ་གཡུལ་ངོར་ཆས་པ་རབ་ཏུ་བསྟན་པ་ཞེས་བྱ་བ་འདི་ནི་གཟུགས་བཟང་ཞིང་ལྟ་ན་སྡུག་པ་ཅི་ཡོད་རེད་དེ་དང་དེ་ནས་དེའི་འཁོར་ལོ་གླང་པོ་ཆེ་བརྒྱད་སྟོང་ཡོད་རེད་དེ་ནི་གླང་པོ་ཆེའི་རྒྱལ་པོ།

མ་འདྲ་བོ་བརྒྱབ་བྱུང་ན་དེ་ད་ངར་པོ་ཞེ་བོ་བྱས་རེད་ཟེར་ཏེ་ཡོང་བསྡད་ཀྱི་འདུག་བ་དེ་ཡིན་དུས་དེ་ནས། བརྒྱལ་ཞིང་བཞུགས་རྫ་དེ་སུམ་ཅུ་རྫ་གསུམ་མ་འདྲ་བ་དེ་སུམ་ཅུ་རྫ་གསུམ་དེ་ད་བརྒྱལ་ཞིང་གི་ཕྱིས་པ་འོ་དེ་རླངས་འཁོར་བྱས་དོན་དུ་དེ་ནས་བྲག་གསེར་གྱི་ཤ་འཁྱིབས་ད་ད་གད་པ་གསེར་གྱི་ཤ་འཁྱིབས་འོ་ཡོད་ས་འོ་མ་འཕྲོད་པའི་བྱང་ངོས་དེ་ན་ཡོད་རེད་ཟེར་གསུངས་ཡོང་དུས་འོན་ད་ག་རང་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་པ་འོ་དེ་འདྲའི་འདྲ་བོ་ཅིག་ཡོང་བསྡད་ཀྱི་འདུག་དེ་ལ་བལྟས་དུས་ད་སུམ་ཅུ་རྫ་གསུམ་དེ་དེ་ན་ཡང་ཆགས་འདུག་རེད་བསམ་པ་ཅི།

གནས་སུམ་ཅུ་རྩ་གསུམ་ན་དེ་ནས་ཡོངས་འདུ་ས་དུར་གྱི་གྲོང་ན་ལ་བ་དགའ། ཨོ་དེ་ཡི་ཡོང་དེ་གི་དོ། ད་དེ་མ། སུམ་ཅུ་རྩ་གསུམ་དེ་ག་འདྲའི་འདྲ་གཅིག་རེད་ཟེར་ཡོང་དེ་ང་ཚོ་བཙན་པོ་ཁྲི་ལྡེ་སྲོང་བཙན་གྱི་སྐབས་སུ་བསྒྲིགས་པའི་ཞི་དྲག་གཏོར་བཤིག་འབྲིང་པོ་ཡང་ཞུ་གི་རེད་དེ་ནས་སྒྲ་སྦྱོར་བར་གཉིས་ཡང་ཞུ་རེད་བ། ད་ཁོང་གི་ནང་ལོགས་ལ། དེ་བལྟས་ཡོང་དུས་དེ་ཐུན་མོང་དང་ཐུན་མིན་གཉིས་ཀྱི་རྣམ་གཞག་ལ་དེ་ཤེས་ཡོང་གི་བ་རེད་སུམ་ཅུ་རྩ་གསུམ་དེ་ལ་དེ་ནས་གོང་གི་དེ་ལེགས་སྦྱར་གྱི་སྒྲ་འགྲོ་གི་འགྲོ་མིན་དེ་ནི། བཀྲ་ཡ་གསར་དེ་རིང་ཤ་ཞེས་བྱ་བ་ཟེར་འདྲ་བོ།

ཞོ་པེས་ལྷ། ནི་དེ་གི་གསོ་རིག་ས་ན་གྲགས་དགུ་བཅུ་གཅིག་ཉི་མ་ཉི་ཤུ་ནོར་ལྷ་བརྒྱད་དང་ད་ལྟར་གྱི་ཕོ་གཉིས་དང་དེ་ནས་སུམ་ཅུ་རྩ་གསུམ་ཞོགས་པས་ན་སུམ་ཅུ་རྩ་གསུམ་ཞེས་བྱའོ། ཕྱི་རོལ་པའི་གི་སུམ་ཅུ་རྩ་གསུམ་གྱི་ལྷག་གི་གྲངས་ཀ་བཞག་སྟངས་ཏེ། ད་དེ་འདྲའི་འདྲ་བ་ཅིག་བཞག་གི་འདུག་ད་ཆོས་མངོན་པ་ལས་ནི་སོ་ང་ཚོ་ནམ་མཁའ་གི་མངོན་པས་ན་སུམ་ཅུ་རྩ་གསུམ་གྱི་ལྷའི་གནས་དེར་ག་རེ་ཟེར་ན་གཡས་གཡོན་གྱི་གྲས་དེ་དེ་ནས་ཉེ་བ་དེ་འདྲ་བྱས་ཀྱི་བཅུ་དྲུག་བཅུ་དྲུག་ཟིན་གྱི་དྲིལ་ལ་བཞུགས། དེའི་གོང་དེ་ན་ལས་ཡངས་པོ་བརྒྱ་བྱིན་ཁྲི་ལ་བཞུགས་བདེ་བར་བལྟས་ནས་དེ་ལྷའི་གཙོ་བོས་སུམ་ཅུ་རྩ་གསུམ་ལྷའི་གཙོ་བོ་དེ་འདྲ་སུམ་ཅུ་རྩ་གསུམ་ཞོགས་པ་ལ་དེ་ནི་རྟག་པ་རེད་སུམ་ཅུ་རྩ་གསུམ་དེ་རྟག་དང་མིང་དེ་མི་འདྲ་བ་གཉིས་ཡོང་གི་ཡོད་རེད་ད་སྒྲ་བཞིན་དུ་སུམ་ཅུ་རྩ་གསུམ་པ་ཞེས་བྱ་བའོ་ཟེར་ཏེ་གསལ་ཡོང་གི་འདུག་ད་འདིས་ཅི་གསལ་བཤད་བྱེད་ཀྱི་འོ་རེད་ཟེར་ན་སུམ་ཅུ་རྩ་གསུམ་ཟེར་ཡས་དེ་ནང་པ་གཅིག་པུ་གི་བཤད་སྟངས་མིན་པར་ནང་པའི་གྱི་ང་ཚོ་བླ་མ་དེ་ཚོ་དམ་དུ་བསྲེགས་ནས་སུམ་ཅུ་རྩ་གསུམ་གྱི་གནས་ཁང་དམ་དུ་བསྲེགས་ནས་སྐུ་ཕུད་འདྲ་བ་གཅིག་བསྲེགས་ནས་འོ་དེ་གསུམ་བྱས་པ་མ་ཡིན་པ། ཕྱི་རོལ་པ་རང་གི་ཡང་དེ་འདྲས་ཀྱི་བཤད་སྲོལ་ཡོད་པ་འཇིག་རྟེན་གྱི་གཙུག་ལག་ལས་སུ་བྱུང་སོང་ང་ཐུན་མོང་སྟེ་ཨོ་ཁོས་འདུ་ཤེས་དང་ཨོ་ཕྱི་རོལ་པའི་གི་ལྷ་དེ་ཚོ་བཤད་ཡོང་གི་འདུག་བ་དེ་དྲག་པོ་ཉི་མ་ནོར་ལ་ཨོ་ཁོ་རང་ཚོས་གི་དེ་སུམ་ཅུ་རྩ་གསུམ་དེ་དེ་འདྲས་ཀྱི་བཤད་ཡོང་གི་ཡོད་རེད་ཟེར་ང་ཚོ་དེ་རྣམ་གཞག་མང་པོ་ཅིག་རྒྱ་གར་གྱི་ཕྱི་ནང་གཉིས་ཀ་ཁས་ལེན་བདེན་པའི་རྣམ་གཞག་དེ་འདྲས་རེད་འདུག་མ་གཏོགས་ནང་བལ་གྱི། དེ་འདྲའི་སངས་རྒྱས་རེ་ཁོང་རྣམ་པས་ཀྱི་དམིགས་བསལ་གྱི་གཟིགས་ནས་འོ་དེ་འདྲའི་གསུང་བྱ་བ་དེ་འདྲ་ཡིན་པའི་རྒྱུ་མཚན་ཞེ་དྲག་རྙེད་ཡོད་མ་རེད་འོ་དེ་འདྲས་ཅིག་ཡོང་གི་འདུག་དེ་ནས་ད་ལྟ་ང་ཚོ་ངན་སོང་ཐམས་ཅད་ཡོངས་རྫོགས་པ་གཟུགས་གཅིག་གི་རྒྱལ་པོ་གི་ཟས་སྦྱོར་བ་ཀུན་རིག་གི་གཞུང་ཅིག་རྒྱུད་ཅིག་དེའི་ནང་ལ་བཏགས་པ་སྣང་བའི་རྒྱན་ཟེར་བསྟན་བཅོས་དེའི་ནང་ལོགས་ལ་དེ་ནས་བཅོམ་ལྡན་འདས་སུམ་ཅུ་རྩ་གསུམ་པ་འོ་དེ་ཅེས་བྱ་བ་དེ་འདྲ་སྨྲས་ཤ་རེས་མ་འདྲི་ཤ་བརྒྱབ་ནས་ནས་སུམ་ཅུ་རྩ་གསུམ་པའི་ལྷའི་རིས་བྱ་བ་དེས་ག་ན་པ་ཏི་ལ་སོགས་པའི་སུམ་ཅུ་རྩ་གཉིས་དང་ག་ན་པ་ཏི་ཟེར་ན་ཚོགས་ཐག་རེད་བ་ཚོགས་ཐག་དེ་དག་ཕྱི་རོལ་པའི་ལྷ་ཏིག་ཏིག་ཅིག་རེད་བ། ཡང་ཆུ་བོ་སྲས། ཚོགས་བདག། ཕྱི་རོལ་པའི་ལྷ་སྟེགས་སྡིག་གཅིག་རེད་ད་ཕྱིས་སུ་ང་ཚོ་བོད་ཀྱི། དེ་ནས། དམར་པོ་སྐོར་གསུམ་ལ་སོགས་པའི་ནང་ལོགས་ཡོངས་ནས་ཡང་དེ་ཚོགས་བདག་དེ་བོད་ཀྱི་ད་རྩ་ཆེན་པོ་ཞུགས་ཅིག་བརྩི་གར་བ་ནོར་ལྷ་རྩེ་ད་ཕྱི་རོལ་པའི་ད་ཡོངས་གྲགས་རེད་ད་ད་རྒྱ་གར་ག་ལ་ཕྱིན་ན། ཚོགས་བདག་བླ་ན་ཅན་གྱི་གང་དེ་ཡོད་རེད་དེ་ནས་བོད་ལ་དེ་ཡོངས་ནས་དེང་སང་ཟུང་དེ་འདྲའི་ནང་ལོགས་ལ་ཡང་དེ་ཚོགས་བདག་དེ་རྒྱབ་ནས་ནང་པའི་ལྷ་འདྲ་བོ་བྱེད་ག་ཚུལ་ཆགས་བསྡད་གི་འདུག་བ་ཕྱིས་སུ་སྔགས་ཀྱི་གཞུང་དེ་འདྲ་དང་འབྲེལ་ནས་དེ་ནང་པའི་ལྷ་འདྲ་བོ་དེ་འདྲ་ཡང་བརྩི་བསྡད་གར་བ། དེ་ག་ན་པ་དེ་དེ་དེ་འདྲ་རེད་ཟེར་ཡང་རྒྱ་གཞན་གྱི་རེད་དེ་སུམ་ཅུ་རྩ་གསུམ་པའི།

འོ་དེས་གསུངས་པ་རེད་བསྟན་བཅོས་ལ་གྲགས་བསྡད་པ་དེ་གསུངས་བཞག་རེད། ད་དེ་ནས་དྲག་པོ་བཅུ་གཅིག་ལ་སོགས་པ་སུམ་ཅུ་རྩ་གསུམ་ནི་འཇིག་རྟེན་ལ་གྲགས་པའོ་ཟེར་ཡང་རྒྱ་གར་ཐུན་མོང་ལ་མ་གྲགས་བསྡད་པ་འོ་ད་དེ་འདྲ་གི་བཤད་སྟངས་གཉིས་ལ་འདུག་བཞག་རེད། འོ་དེ་ཡིན་དུས་དེ་གི་གོ་བ་འདྲ་བོ་དེ་དེ་འདྲའི་ལེའུ་གཅིག་ལི་འོད་ས་རེད་ཐུན་མོང་གི་རིག་གཞུང་གཅིག་ཡིན་པ་ཐུན་མོང་གི་བཤད་སྟངས་གཅིག་ཡིན་པ་འོ་དེ་གཅིག་ཡང་ཐོག་མ་ཧ་གོ་གོ་ས་གཅིག་རེད་འདུག་ད་ང་ཚོ་ད་ལྟ་རྣམ་གཞག་མང་པོ་གཅིག་ནང་པ་རང་གི་ཁྱད་ཆོས་ཡིན་བསམ་བསམ་དེ་འདྲ་ཡོད་རེད་དེ་མ་འཇམ་ཆུང་བཏགས་ཡོང་ན་དེ་ནི་རྒྱ་གར་གྱི་ཕྱི་རོལ་པའི་རིག་གཞུང་དང་མཚམས་སུ་གཅིག་པ་གཅིག་པ་འདྲ་བོ་དེ་འདྲའི་ཡོང་དེངས་མཁན་ད་ལྟ་ང་ཚོའི་གླེང་གཞི་གླེང་ཕྲན་དང་ལྟ་ཞིག་ཡོད་རེད་པ་དེ་སྟོང་གསུམ་གྱི་རྣམ་གཞག་དང། འདི་ཁམས་གསུམ་གྱི་རྣམ་གཞག་དང་དེ་ཚོ་འབྲེལ་འདྲིས་མང་པོ་ཅིག་ཆགས་བསྡད་ཀྱི་འདུག་ད་དེ་འདྲའི་ཞུ་ཡོང་དུས་སྐུར་འདེབས་བྱེད་ཀྱི་འདུག་འདྲ་བོ་ལྟ་བ་ལོག་པ་རེད་ཟེར་དེ་འདྲ་གསུངས་ཡོང་གི་འདུག་དེ་ལྟར་དུ་ཕྱི་རོལ་པོ་ཡིག་ཆའི་ནང་དངོས་སུ་གསལ་བསྡད་དུས་ད་དེ་མ་རེད་ཟེར་ནས་དེ་ནས་མེད་སྐབས་དེ་བས་ནི་ཕན་ཐོགས་མ་ར་བ་ཁོང་ཚོ་ཡིག་ཆའི་ནང་ཆ་ཚང་གསལ་བསྡད་ཀྱི་ཡོད་རེད་པ། ད་ཁོ་ཚོ་སྐུ་བརྒྱབ་སོང་རེད་ཟེར་ལབ་ན་དེ་ནི་ཧ་འདྲེ་ནི་མི་ཤེས་ད་དེ་ཡིག་ཆ་རྔམ་ཆེན་ཡར་བཏབ་མེད་མ་གཏོགས་ང་ཚོས་དེ་སྐུ་བརྒྱབ་སོང་རེད་ཟེར་ལབ་དགོས་ན་ཡང་དེ་དཀའ་ལས་འདྲ་བོ་ཅིག་ཡོད་ཀྱི་རེད་རྔམ་ཆེན་དེ་བསྡུར་དགོས་རེད་པ། ད་ང་ཚོས་དེ་ནས་བསམ་བློ་གཏོང་དགོས་ས་གཅིག་ལ་དེ་ཡོང་གི་འདུག་ད་ལྟ་དེ་ང་ཚོས་ད་ལྟ་ང་ཚོ་བོད་ཡིག་ལ་ནུབ་ཕྱོགས་པ་གིས་ག་རེ་ལབ་དགོས་རེད་ཟེར་ན Tibetis ལབ་ཡོད་རེད་པ་ལབ་དགོས་ཡོད་རེད་པ་བོད་ཀྱི་མིང་ལ།

ད་དེ་དྲི་བས་དྲི་ད་དེ་འདྲ་བྱུང་སོང་ན་དེ་དྲི་བས་དྲི་ཟེར་དེ་རྒྱབ་དེ་ག་བ་ལེ་རེད་ད་སུམ་འཛིན་དང་སུམ་ཅུ་རྩ་གསུམ་ལ་སླེབས་སོང་ང་དེ་རེད་ད་དེ་ག་འདྲ་ཡོང་དགོས་རེད་ཟེར་དུས་དེ་ནི་ད་ཕྱི་རོལ་བས་ཀྱི་ལྷ་དབང་ཕྱུག་དང་དྲག་པོ་དང་ཁྱབ་འཇུག་དེ་ཚོ་གནས་ས་དེ་སུམ་འཛིན་ཨོ་དེ་རེད་ད་དེ་གནས་ས་དེ་དེ་ནི་ད་ལྟ་གངས་རིན་པོ་ཆེ་དང་དབང་ཕྱུག་གི་གནས་ཡིན་ཟེར་དེ་ང་ཚོ་བོད་ཀྱི་ཨུ་ཚུགས་རྒྱབ་ཤག་མ་རེད་ཕྱི་རོལ་བས་ཁོ་རང་ཚོ་དབང་ཕྱུག་གི་གནས་རེད་ཟེར་ནས་ཚུར་རྒྱུག་ཡོང་གི་ཡོད་རེད་པ་ཨོ་དེ་རེད། མོས་མ་འཇོག་གི་དག་ཞིང་ཡིན་ཟེར་ནས་དེ་ནས་བབས་ཡོང་གི་གངས་དཀར་དེ་བས་ལྷའི་བདུད་རྩི་ཡིན་ཟེར་ནས་ཁོ་ཚོས་ཁྱེའུ་ཚེ་དེ་ལོ་དེ་འདྲས་ཀྱི་ཐོག་ནས་བསམ་མནོ་འདྲ་བོ་ཅིག་བཏང་དགོས་ཡ་ཆགས་ཡོང་གི་འདུག་ཟེར་ཚིག་ཤོད་ཡ་ཡིན་ད་མཁས་པ་མང་པོ་རེད་ཁོང་རྣམ་པས་སྐྱེས་པ་མུ་མཐུད་ནས་གནང་ཆོག་ར་བ་དེ་ནས་ད་སྔ་མོ་གི་མི་ཡུལ་དེ་འདྲའི་ཕྱིས་སུ་ཡང་ལྷ་ཡུལ་ཆགས་སོང་བ་དེ་འདྲས་ཀྱི་ད་རིགས་དེ་མང་པོ་ཞིག་ཡོད་ཅིག་ཡོད་འདྲ་སྤྱི་ཚོགས་ཀྱི་འགྱུར་བ་ཐེབས་ནས་ཨོ་དེ་འདྲས་ཆགས་སོང་བ་མང་པོ་ཞིག་ཡོད་འདྲ་དེ་ཡིན་དུས་དེ་སྔ་དགེ་འདུན་ཆོས་འཕེལ་གྱིས་རྒྱལ་ཁམས་རིག་པའི་བཀོལ་བའི་གཏམ་རྒྱུད་གསེར་གྱི་ཁྲག་དམར་གྱི་ལེའུ་དྲུག་པའི་ནང་ལོར་དེ་གསུང་བ་ར་བ། དེ་ནས་ཁོང་གིས་རྒྱ་གར་གྱི་ས་ཆ་མང་པོ་ཞིག་གི་ཐོག་ནས་སྔོན་མ་གི་ལྷ་ཡུལ་གྱི་མིང་མང་པོ་ཇི་ལྟར་བསགས་ཡོད་པ་དེ་ནི་རིམ་པས་ཀྱི་ལྷ་ཡུལ་ཆགས་སོང་བའི་གི་རྣམ་བཞག་ཅིག་གསུངས་ར་བ་དེའི་སྐབས་སུ་དེ་ནི་དེ་ནི་མེའམ་ཅི་ཟེར་ཏེ་ཀི་ནི་ར་ར་བ་ཀི་ནི་ར་དེའི་ཕྱིས་སུ་སྒྲ་འགྱུར་ནས་དེ་ནི་ཁུ་ནུ་ཟེར་ཏེ་ང་ཚོ་ད་ལྟ་ཁུ་ནུ་ཡོད་ར་བ་བོད་ཀྱི་ས་ཆ་ཁུ་ནུ་ལུང་པ་ཟེར་དེའི་བླ་ཆེན་གབ་པ་བརྒྱུད་འོ་དེ། མ་འདྲི་ཞེས་བརྒྱབ་གནང་ཡོད་པ་རེད། འོ་དེའི་འདུས་དང་པོ་མེའམ་ལྕེ་ལ་སོགས་པ་དེ་ཚོ། དང་པོ་དེ་མིག་གི་སྦི་ཡུལ་གྱི་ཁྱད་པར་གྱིས་ཆགས་པ་ཡོད་རེད། དེ་ནས་ཕྱིས་སུ་དེ་ཚོ་ཡང་ལྷ་ཡུལ་ལས་ཆགས་སོང་རེད་ཟེར་རིམ་པས་འགྱུར་བ་ཐེབས་ནས། མེའམ་ལྕེ་ཟེར་དུས་མི། ཡིན་པ་དང་མི། མ་ཡིན་པ་གཉིས་འདྲེས་བསྡད་པའི་ཟོར་འདྲེ་ཅིག་ཆགས་པ་རེད་བ་ད་དེ། དེ་འདྲའི་ཐོག་ནས་མི་མ་ཡིན་པ་ཅིག་ཡར་ཞུན་ཆུང་ལ་བརྩེགས་སོང་རེད་དེ། དེ་འདྲས་ལྷ་ཡུལ་བྱས་སོང་རེད་དཔེ་ཆ་བཞག་ནའང་སོང་ཁོང་གི་བོང་བུ་གི་འོ་མ་རླུང་རིང་དེ་ད་མི་ཡུལ་རེད་བ། མི་ཡུལ་རང་རེད་བ་དེ་འོ་མ་རླུང་རིང་དེ་རེད་དེ་དེ་ནས་ཕྱིས་སུ་དེ་ནི་དྭགས་པའི་ཞིང་ཁམས། དེ་ནས་བདེ་བ་ཅན་དང་གཅིག་པ་ཡིན། འོ་དེ་གསུང་ངོ་རེ་བ་དེ་པས་འོ་མ་ལོང་དུ་བརྒྱལ་བའི་སྨོན་ལམ་ཚུན་དུ་བསྟན། བདེ་ཆེན་ཞིང་ཁོའི་ནང་བཞིན་བྱས་ནས་དེ་ནས་འོ་མ་ལོང་དེ་ང་ཚོས་མཐོང་གི་མ་རེད། ལས་དང་པོ་བ་དེ་དེ་ནས་མཐོང་གི་མ་རེད་ཟེར་ནས་ཡང་དག་ཞིང་རང་གསུང་ངོ་རེ་བ་དེ་འདྲས་མང་པོ་ཅིག་ཆགས་ཏེ་ཡོད་རེད། དེ་ནས་རྒྱུ་མཚན་དེ་ཁོང་གིས་ག་རེ་གསུང་བར་སེམས་ན་ལྷ་ལ་ཕུལ་བྱུང་གི་བསྟོད་འཕྲིན་གྱི་ནང་ལོགས་ལ་འཇིག་རྟེན་པ་རྣམས་ཀྱི་ས་འདེབས་ཙམ་ཞིག་འཇིག་རྟེན་གསུམ་དུ་ཤི་སྟེ་ཟེར་དེ་ནས་འགྲེལ་བཤད་བགྱི་བར་ཁོང་གིས་བཤད་ནས་དེ་ནས་རི་བོ་གངས་ཆེན་ད་ལྟ་ཧི་མ་ལ་ཡའི་མདུན་དུ་སངས་མ་ལྷའི་གནས་སུ་ཡལ།

དེ་ནས་ཨ་རིའི་ནང་གི་མི་རིགས་ཁྲོད་ནས་ཅི་རིགས་པ་ད་ལྟའི་བར་དུ་རེག་གི་མིང་དེ་གཉིས་མ་འདོར་བ་དེ་ཡོད་རེད་དཱ། དེ་ནས་རྩ་བའི་གི་ཡུལ་རྣམས་དེ་ནས་ཡུལ་རྣམས་ཀྱང་དེ་ནས་ཡུལ་དབུས་ཀྱི་སྤྱི་དབུས་དཀྱིལ་དུ་བཞག་ནས་བསམ་བློ་བཏང་དུས་དེ་ནས་རང་རིག་གཏོར་མའི་གི་ཕྱག་གསུམ་གི་ཕྱོགས་སྐྱོང་གི་འཇིགས་བྱེད་ཡ་སྦྱོར་བ་འདི་ལ་ཁེལ་འདུག་དེ་དགུའི་ཁྲོད་ལ་ཡ་ཚན་པོ་ཞིག་འདུག་གསུངས། འོ་དེ་རེད་དེ་དང་ཚོས་བདག་ཅག་གི་སྟོན་པ་གི་གསུང་ཚན་དུ་ནང་ལ་ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟ་ཅེས་པ་ཟེར་ཡ་གི་ཡོད་རེད་བ་འོ་ད་དེ་ཚོ།

ཀེ་ནི་ར་ད་ལྟ་ཁོ་ན་ཨོ་ད་དེ་འདྲས་དང་བྱས་ནས་མ་རེ་རེ་རེ་རེ་གི་ངོ་འཕྲོད་འགྲོ་རྒྱུ་ཡོད་ས་རྨང་གཞི་འདྲ་བོ་དེ་དང་པོ་མི་རིགས་གཅིག་གི་མིང་འདྲ་བོ་ཡིན་པ་དེ་འདྲས་ཡང་ཅིག་ངོ་འཕྲོད་རྒྱུ་ཡོད་པ་ཨོ་དེ་འདྲས་གསུངས་ཡོང་གི་འདུག་ད་དེ་ཚོ་ང་ཚོ་དོ་སྣང་བྱེད་དགོས་ས་ཅིག་ཨོ་དེ་འདྲས་ཅིག་ཆགས་ཀྱི་ཡོད་ས་རེད་དེ་དེ་ངས་ཞོགས་ནས་མ་དེ་འདྲས་ཅིག་ཞུས་པ་ཡིན

བཞུགས་ཡར་འཇོམས་མཚན་ལྡན་གྱི་གནང་བ་མཛད་དུ་གསོལ་ཟེར་དེ་འདྲས་ཞུས་དུས་དེ་ནས་གོང་གི་བའི་ཞབས་ཏོག་ཞུ་གི་ཡིན་ཟེར་ཏེ་དེ་ནས་བསྙེན་བཀུར་ཞུ་གི་ཡིན་ཟེར་དེ་འདྲས་ཡར་ཞུས་གནང་ལུགས་ཨ་དེ་ཞུས་དུས་དེ་ནས་འཇོམས་མཚན་ལྡན་ལ་དེ་ནས་གོང་གི་ཞུ་དགོས་ཡ་དེ་ཆོས་ཐུན་ཚོགས་ཁྲོད་ནས་ནི་ངས་དེ་འདྲས་ཨོ་ད་དེ་འདྲས་ཞུས་དུ་དེ་འདྲས་ཀྱི་ཐུགས་བརྩེ་བའི་ཆེད་དུ་དེ་འདྲས་ཀྱི་བས་རོགས་ཞེས་ཟེར་ན་འཇོམས་མཚན་ལྡན་གྱི་གནང་བ་རྩ་བ་ནས་བྲལ་ཡོད་མ་རེད་ཟེར་ནས་ཟླ་བ་གཉིས་དེ་འདྲས་ཞུས།

ནས་སོ་མ་སྤྲུལ་བ་ཆེན་པོ་མ་ཕམ་གཉིས་ཀྱི་བར་དེ་ན་དེ་ནས་འཁོར་གྱི་ཁྱམས་མཐའ་དག་ལ་དེ་ནས་དཔལ་དེ་སྐུ་སྒྲུབ་རྒྱ་ཆེན་པོ་ཞེས་པ་ཅིག་བྱས་པ་རེད་ཟེར་ཏེ་ཡོང་གི་འདུག་དེ་གྲ་སྒྲིག་བྱས་ཚུལ་དེ་ནས་བཅོམ་ལྡན་འདས་ལ་དེ་ནས་ལྷ་དང་ཀླུ་དང་གནོད་སྦྱིན་དང་དྲི་ཟ་དང་ལྷ་མ་ཡིན་དང་དེ་ནས་ནམ་མཁའ་ལྡིང་དང་མི་འམ་ཅི་དང་རྡོ་རྗེ་ཆེན་པོ་དང་བྱང་ཆུབ་སེམས་དཔའ་དང་ཉན་ཐོས་ཆེན་པོ་དུ་མས་བསྐོར་ནས་དེ་ནས་ལུས་ཀྱི་བ་མ་དྲུག་གིས་དེ་ནས་ཁྱམས་དེ་ན་ལ་ཕེབས་རེད་གྲ་སྒྲིག་བྱས་ལ་དེ་ནས་གཤེགས་ནས་རྫིང་གི་སེང་གེ་ཁྲི་ཁྱམས་ཞེས་པ་དེ་ལ་སྐྱིལ་མོ་ཀྲུང་དང་བཅས་ཏེ་བཞུགས། རེས་བཞུགས་ལ་བརྟེན་ནས་དེ་ནི། འཁོར་དེ་ཚོ་ཡང་དེ་འདྲས་ཀྱི་དག་ཁྲི་སོ་སོར་འཁོད་ནས་དེ་ནས་ལུས་རྒྱས་པ་མ་གྲུབ་པས་ཀྱི་དེ་ནི་འཇོམས་ཐོན་དེ་ལ་བཞུགས་པར་མཐོང་ནས་དེ་ནས་གོང་གི་རང་གི་ལག་ནས་དེ་ནི་བཟའ་བ་དང་བཅའ་བ་དང་མྱོང་བ། ཧོ། ད་དེ་འདྲས་མིག་གི་ལས་འདས་གསུངས་པ་དེ་ནས་ལྷའི་བྲོ་བ་ཅན་དེ་འདྲས་པས་རོ་བརྒྱ་ལྡན་པ་ད་དེ་འདྲས་མང་པོ་པ། ཐུགས་མཚན་པ། ཞེས་པ་དེ་འདྲའི་བཏབ་པ་རེད་མཚན་པ་བཏབ་ནས་དེ་ནས་བཅོམ་ལྡན་འདས་ཀྱི་ལྷུང་བཟེད་དོན་དུ་བཞག་ནས་ཆབ་ཆབ་པར་རེག་ནས་མ་ཆགས་ལྷོད་ལྷོད་ཞེས་པར་རེག་ནས་དེ་ནས་བཅོམ་ལྡན་འདས་ལ་ཆོས་བཤད་པར་གསོལ་བ་བཏབ་བོ་ཟེར་དེ་ནས་ད། མ་ཁྲོས་པའི་ཞུས་པའི་མདོག་དེ་ཀྱི་ནང་ལ་གླིང་བཞི་དེ་འོ་དེ་ན་ཡོང་གི་འདུག་འོ་དེ་འདྲའི་གཅིག་རེད་དེ་ནས་ད་ལྟ་ང་ཚོ། མི་ཐོག་བརྩེགས་པའི་གིས་བཟུང་ཟེར་ཡ་བྱེད་འདུག་བ་དེ་ཀྱི་གླིང་བཞིའི་ནང་ལོགས་ལ་ཡང་བཅོམ་ལྡན་འདས་མ་ཁྲོས་པ་ན་བཞུགས་སོ་ཟེར་ཡོང་གི་འདུག་ད་དེ་མ་ཁྲོས་དེ་ད་ངོ་མ་རྩོད་པ་བརྒྱབ་ནས་དེ།

བདག་འདོད་ཀུན་ལས་སྤྲུལ་པའི་ཤེས་པ་ལུང་ཚད་མེད་སྦྱར་བར་ཟད་དོ། ད་དེ་གི་ནང་ལོགས་ལ་དེ་ནི། དེ་ནི་མེ་ཏོག་དེ་ཚོ་ག་འདྲས་སྐྱེ་གི་རེད་ག་དུས་སྐྱེ་གི་རེད་ཞེས་དེ་འདྲ་ཅིག་ལབ་འདུག་བ་དེ་ནི་གང་དུ་སྐྱེ་བའི་གནས་བརྟན་པོ་སྐབས་སོགས་དེ་ནི་མཚོ་ཆེན་པོ་མ་དྲོས་པ་ཞེས་བྱ་བ་ལ་སོགས་པ་རེད་ད་དེ་མ་དྲོས་པ་དེ་ག་བ་རེད་ཟེར་དུས་འདི་ནས་བྱང་དུ་རེ་དྭགས་པོ་དགུན་ཟླས་གང་རེ་བ་དེ་ནི་ནི། སྤུ་ངན་ལྡན་པའི་སུ་རུ་ན་ཆུ་ཤིང་ལྔ་བཅུ་ཡོད་པའི་མཚོ་ཞེས་བྱ་བ་དེ་དེ་གསུངས་བཞག་རེད་ད་དེ་ལས་མ་དྲོས་པའི་གི་དེ། མཚན་ཐོ་འདྲ་བ་བཤད་ཡོང་དུས་རྙེད་པའི་མིས་ཀྱང་དྲོ་བར་མི་ནུས་པས་ན་མ་དྲོས་པའོ།

ཞེས་ད་ཚོ་ནང་ལོགས་ལ་ཡོང་སྐབས་ད་ཐུན་མོང་མ་ཡིན་པ་འདི་ཚོ་དམིགས་བསལ་གྱི་གོ་བ་འདྲ་བོ་ཞིག་བླངས་དགོས་ཡ་རེད་ཐུན་མོང་གི་སྣང་ངོར་དུ་འཕྲོད་པ་ཞིག་མ་རེད་པ། འོ་དེ་དེ་འདྲའི་གཅིག་རེད་དེ་ནས་ད་ལྟ་ཡང་ང་ཚོ་འདི་དང་འདི་རུ་ནི། ད་དེ་ལྷ་ལི་མང་བབས་ཡོང་རེད་ཟེར་གྱི་ཡོད་རེད་པ་ལྷ་བབས་དུས་ཆེན་ཟེར་དེ་དང་ཡང་འབྲེལ་བ་འདྲ་བོ་ཞིག་ཆགས་ཡོང་གི་ཡོད་རེད་པ་སུམ་ཅུ་རྩ་གསུམ་ལས་བེད། དེ་ནས་དབྱར་དེ་ན་བཞུགས་འདི་ནས་མར་འཕེལ་ཡོང། མར་རྒྱ་གར་ལ་མ་འཕེལ་ཡོང་དུས་དེའི་དུས་ཚིགས་དེ་ལ་དེ་ནས་ལྷ་ལ་བབས་པའི་དུས་ཆེན་སུམ་ཅུ་རྩ་གསུམ་ནས་མར་ལྷ་ལ་བབས་པའི་དུས་ཆེན་ཧོ་ད་དེ་འདྲའི་འདྲ་པོ་ཞིག་ཆགས་འདུག་གི་འདུག་དེ་ཡིན་དུས་དེ་ནས་སུམ་ཅུ་རྩ་གསུམ་དེ་བརྡ་རྟགས་ཧེ་མ་ལ་ཡའི་རི་རྩེ་འདྲ་བོ་གངས་རིན་པོ་ཆེའི་ཉེ་འཁོར་འདྲ་བོ། འོན་ཏེ་དེར་གོ་ཡོད་ས་རེད་ད་རྒྱ་གར་རང་གི་རིག་གཞུང་གི་ཁ་ཕྱོགས་ནས་ཞུས་ན་ད་ལྟ་དེ་ཚོ་གི་མ་ཤེས་སྟངས་ཇི་ཡོད་རོ་དེ་ཁ་ཕྱོགས་ལས་ཞུས་ན་ཡང་ཡིན་གཅིག་མི་གཉིས་ཀྱི་ཡང་དེ་ཡིན་གོ་རེད་ཟེར་དེ་ཅིག་ལབ་དགོས་ཡོད་མ་རེད་ད་ཚིག་གི་གོ་བ་འདྲ་བོ་དེ་འདྲ་ཆགས་འགྲོ་གི་འདུག་ཟེར་མ་གཏོགས་ཡིན་གོ་ཡིན་གཅིག་མི་གཉིས་དེ་དགོས་གི་མ་རེད་ས་ལ་བབ་ན་ཡང་ཅིག་དམའ་བོ་འདྲ་ཅིག་སླ་བོ་འདྲ་ཅིག་ཆགས་འགྲོ་གི་རེད་བ་ད་དཔེ་ཡང་སྤྲིན་པའི་གསེང་ཞེས་དེ་ཡན་ཆད་ཡན་ཆད་ཀྱི་རྣམ་མཐོན་པོ་ཅིག་ལ་ཡང་བཞག་བཞག་ན་བལྟས་ཚེ་ང་ཚོ་བློ་བདེ་འདྲ་བོ་ཞིག་ཡ་མཚན་ཆེ་ཡ་འདྲ་ཅིག་ངོ་མཚར་ཆེ་འདྲ་ཅིག་འོ་དེ་ཡོང་གི་རེད་བ། ཡིན་ན་ཡང་འདི་ཚོ་ཚང་མ་མིའི་རིག་གནས་ཀྱི་ཅིག་ཡིད་ཆེས་སྣ་བུག་རིག་གཞུང་ཆེད་སྣ་བུག་རྒྱ་གར་གྱི་དད་མོས་ཆེད་རྒྱ་གར་གྱི་བསམ་ཚུལ་དང་འབྲེལ་རྒྱ་གར་གྱི་ལྟ་ཚུལ་དང་འབྲེལ་ནས་དེ་ནས་བསམ་བློ་ཅིག་ད་ཡང་དེའི་ཁ་ཕྱོགས་ནས་བསམ་བློ་བཏང་ན་འོ་བསམ་བློ་ཅིག་བཏང་དེ་ནས། དེའི་ངོས་འཛིན་དེ་ད་ལྟའི་ས་འགང་གི་ཆ་ལ་འོ་ག་ན་བབ་ཀྱི་འདུག་ཟེར་ཡང་དེ་འདྲས་ཀྱི་བསམ་བློ་བཏང་ཡོང་ན་འོ་འདི་འདྲ་བོ་ཅིག་ཞིག་ཆགས་ཡོང་གི་ཡོད་རེད། འོ་དེ་ཡིན་ད་ངས་མཐའ་གཅིག་ཏུ་ད་སུམ་ཅུ་རྩ་གསུམ་དེ་འདི་མངའ་རིས་ལས་ཡིན་དགོས་ཡོད་ད་ག་རང་ཡིན་དགོས་ཡོད་ཟེར་དེ་ཨུ་ཚུགས་ཁ་ཁ་བརྒྱབ་དགོས་ཡ་ཡོད་མ་རེད་ཨུ་ཚུགས་བརྒྱབ་ནས་ཕན་ཐོགས་ཡོད་མ་རེད་བ་གང་ཡིན་པ་དེ་དེ་རེད་བ། ཡིན་ན་ཡང་གོ། གོ་བ་འདྲ་བོ་དེ་བླངས་དུས་སྐབས་སོ་སོ་སོ་སོ་གི་རིག་གནས་ཀྱི་འཇམ་འཕྱོང་དང་འདྲ་འདྲ་ནས་བཤད་དེ་ནས་སྟོང་པ་དེ་མངའ་རིས་ལས་ཕེབས་པ་རེད་ཟེར་ང་ཚོ་གནས་བཤད་ནང་ལ་བརྒྱབ་བསྡད་ཀྱི་ཡོད་རེད། ཨོ་དེ་མི་འགྱུར་བའི་ཟེར་ཞེས་དེ་བྱ་ཞབས་ཀྱིས་དེ་སྐབས་དེ་དུས་བྱུང་བ་རེད་ཟེར་འདྲ་བོ་དེ་ནས་འདི་དང་འདྲ་འདྲ་ནས་དེ་ནས་ད་ལྟ་གཅིག་ལབ་ཀྱི་ཡོད་རེད་ཡང་དེ་སངས་རྒྱས་ཀྱི་བཞུགས་ཁྲི་ཟེར་ཡ་དེ། ད་ལྟ་སྐལ་བཟང་སྤྱི་བླུ་བས་ཀྱི་སྟོན་པ་བཞུགས་ས་དེ་ལ་དེ་ནས་དེ་ན་བཞུགས་ནས་ལང་པར་གཤེགས་པའི་མདོ་གསུངས་པ་རེད་དེ་ཡིན་པའི་རྒྱུ་མཚན་དེ་ཅི་རེད་ཟེར་ན་དེ་ནས་ལང་སྔགས་ཚོགས་དེ་ག་རེད་ཟེར་ན་སེམས་ཡུལ་ལང་ཀ་པུ་རི་ན་གྲུབ་ཚོགས་ནག་པོ་མེ་རི་རེད་ཟེར་ཡ་དེ་དེ་རེད། ད་དེ་ཁ་ཤས་ཀྱི་སེམས་ཡུལ་ལང་ཀ་པུ་རི་ཟེར་ཡ་དེ་ལ་སྒྲ་རྒྱག་ནས་སེམས་ཡུལ་ལང་ཀ་པུ་རང་རེད་ཟེར་ཡ་འདྲ་བོ་དེ་འདྲས་ཀྱི་པུ་རང་གི་སེམས་ཡུལ་རེད་ཨོ་དེ་གི་འགྲེལ་བཤད་ཅིག་ཡོང་དེ་གི་ཡོད་རེད་ད་དེ་ལང་སྔགས་དང་ལང་ཀ་གཉིས་དེ་ལང་དེ་སྒྲ་གཅིག་པ་རེད་བ།

སའི་ཐབས་བཅུ་ཡོད་རེད་དང་པོ་བོད་དེ་ཚོགས་ཡིན་པ་ཚོགས་དེ་མ་ཁྲིད་ནས་རིམ་པས་རིམ་པས་ཚོགས་མ་ཆགས་གསུངས་པའི་ཤུལ་དེ་པོད་གང་རིན་པོ་ཆེན་རང་ནས་པོད་སེ་སེ་ཐིང་ཐིང། ད་ལྟ་ཆོས་སྐུའི་དགོན་པ་ནས་ཞེས་ཡར་འགྲོ་དུས་དེ་གའི་གཡས་གཡོན་གྱི་ས་ཆའི་གི་ཆགས་རིམ་ལ་ས་གཤིས་ཀྱི་ཐོག་ནས་བལྟས་ན་དེ་མ་ཚོགས་ཁྲིད་སོང་པ་ན་དེ་ནས་ཡར་རིམ་པས་གི་དེ་ཡར་བྱུང་སོང་པ་དེ་སའི་ཐབས་བཅུ་གཅིག་རེད་དེ་ནས་ལང་ཀར་གཤེགས་པའི་མདོ་གསུངས་ས་དེ་ད་འདི་རེད་ཟེར་ན་ང་ཚོ་དེ་པ་ད་ནང་ངོ་ནས་འགྲིག་གི་རེད་མ་གཏོགས་ལོ་རྒྱུས་མ་བབས་ནས་ས་ལ་བབས་ནས་ཟེར་བ་མ་རེད་ཐུན་མོང་གི་ཁས་ལེན་ཐོབ་པ་བྱས་ན་དེ་ལང་ཀ་དེ་ད་ལྟ་བཙལ་བ་ནི་མ་རེད་ལང་ཀ་དེ་ད་ལྟ་སིར་ལང་ཀ་ཨོ་དེ་སྔོན་མ་སིང་ག་ལ་ཡི་གླིང་ཟེར་ཡ་ཨོ་དེ་རེད་དེང་སང་ཡིན་ན་ཁོ་རང་ཚོ་ལང་ཀ་ཟེར་གི་རེད་ཁོ་རང་གི་མིང་ལ་ལང་ཀ་ད་ལྟ་རྒྱ་གར་ལྷོ་ཕྱོགས་ནས་བར་ཕྱིན་པ་ཡིན་ན་དེ་ནས་ར་མེ་ཤ་རི་དེ་ནས་གི་བར་ཤ་ལོ་འདྲ་བོ་ཆགས་བསྡད་པ་ཨོ་ད་དེ་འདྲས་བྱེད་གི་རེད་སིར་ལང་ཀ་དེང་སང་ཡིན་ན་ལང་ཀ་ཟེར་གི་འདུག་རྒྱ་སྐད་ལ་ཤིན་ལན་དའོ་ཟེར་གི་རེད་ད་ལང་ཀ་ད་ག་རང་རེད། དེ་མ་གཏོགས་འགྲོ་ས་ཡོད་མ་རེད་ལང་ཀ་ཚང་མ་རྒྱ་གར་ལྷོ་ཕྱོགས་ལ་ཡོད་བ་རེད་དེ་ལང་ཀ་རྒྱལ་གྱི་ནང་རོ་ལ་སི་རི་ལང་ཀ་འོ་དེ་ལ་གཤེགས་ནས་དེ་ནས་རི་བོ་མ་ལ་ཡའི་རྩེ་ལ་ཕེབས་ནས་དེ་ནས་ལང་ཀར་གཤེགས་པའི་མདོ་གསུང་གི་ཚུལ་དེ་ད་ལྟ་ཡོད་བ་རེད་ད་རི་མ་ལ་ཡ་དེ་ད་ལྟ་སི་རི་ལང་ཀ་གི་ནང་ལོགས་ལ་རི་མཐོ་ཤོས་བཅས་བ་རེད་ཤེར་པར་འདྲ་ཨོ་ད་དེ་ངོ་ཟིན་གྱི་འདུག་ཨོ་ལང་ཀར་གཤེགས་པའི་གསུང་ས་དེ་ལང་ཀར་གཤེགས་པའི་མདོ་རང་ལ་དེ་རེད་དེ་ནས་ར་མ་ནཱི་ཀི་གཏམ་རྒྱུད་དང། དེ་ཚོའི་ནང་ལ་ལྟས་བས་ན་ལང་ཀ་ཆེ། ད་དེ་ག་རང་ཆགས་དེ་ཡོད་རེད་བོད་སྐད་ང་ཚོ་རྔ་ཡབ་ལང་ཀའི་ཞིང་ཟས་ཅིག་བཤད་དེ་ཟེར་ཡོད་རེད་བ་སྲིན་ཡུལ་ལང་ཀ་སྤུ་རེད་ཟེར་ཡོད་རེད་ད་ད་ད་ག་རང་ཆགས་དེ་ཡོད་རེད་དེ་སྲིན་པོ་ཡུལ་ད་གི་གོང་དུ་བྱོས་ཡིན་པ་རྒྱ་གར་གི་མི་རིགས་སྲིན་པོ་མི་རིགས་ཟེར་ད་སྲིན་པོ་དེ་ཤ་དམར་པོ་འདི་འདྲ་ཟ་དེ་ག་རེད་བ་སྲིན་པོ་ཤ་ཆེན་ཟ་བ་ང་ཚོ་བོད་པ་ལ་དེ་ནི་བོད་སྲིན་པོ་ཟེར་དུས་ཤ་དམར་པོ་ག་རེ་ཟ་དེ་དུས་ཕལ་ཆེར་དེ་འདྲ་དེ་འདྲ་བ་ཡོད་ས་རེད་སྲིན་པོ་ཤ་ཆེན་ཟ་བ་དང་ཟས་ཅིག་ལབ་ཡ་ཡོད་བ་འོ་དེ་རེད་ད་རིགས་དེ་སྲིན་པོ་རག་ཤ་གི་རིགས་ཆེ། དེ་ནས་བར་སེར་ལང་ཀར་བར་ཕྱིན། འོ་དེ་དེ་འདྲས་བྱས་ནས་ནས་ཁོ་ཚོ་མི་རིགས་དེ་དག་ད་ལྟ་སེར་ལང་ཀའི་མི་རིགས་ཀྱི་མི་དཔའ་འདྲ་བོ་ཆགས་ནས་འོ་དེ་ལང་ཀ་ཡུལ་ལ་སྲིན་པོ་གནས་དེ་རེད་ཟེར་ཡ་འདྲ་བོ་ལབ་ཡ་སྟེ་འོ་དེ་ད་ང་ཚོ་དེ་སྲིན་པོ་འགོག་དགོས་ཟེར་ཡ་འདྲ་བོ་དེ་དེ་ཕྱིའི་གཟུགས་ཀྱི་ཞལ་ཐང་ར་བ་འོ་དེ་རེད་མ་གཏོགས་དེ་རེད་མི་འདུག་དེ་ཁོ་ཚོ་དེ་སྔ་ས་ནས་བར་མི་རིགས་དེ་བས་ཡང་དག་པོ་ཆགས་ནས་མི་རང་ཆགས་ནས་དེ་ནས་སྟོང་པ་མྱ་ངན་ལས་འདས་པའི་གེ་རྗེས་སུ་ད་ཤི་ནས་ནང་པར་དར་བ་ཡིན་ན་ཁོ་རང་ཚོ་གི་ད་ད་ཤིར་དཔལ་ལྡན་གྱི་རྩེ་ལ་སངས་རྒྱས་ཀྱི་ཞབས་ཕྱི་བཞེས་བར་ད་དེ་སྡོམ་པ་དངོས་སུ་གི་ཞབས་བཅག་ས་གསུམ་ཡོད། གླང་དར་རྒྱལ་པོ་དེ་འདྲ་གི་གདན་འདྲེན་ཞུས་ནས་དེ་ནས་ས་ཆ་གསུམ་ལ་དེ་ནས་སངས་རྒྱས་ཞབས་བཅག་པ་རེད་གསུངས་ས་གནས་བཤད་རྒྱག་གི་འདུག་ད་དེ་ཐུན་མོང་མ་ཡིན་པ་འདྲ་བ་ཞེ་ཡིན་ས་རེད་ད་ཐུན་མོང་གི་ཐོག་ནས་དེ་ནང་པའི་བསྟན་པ་དར་ས་དེ་དར་ཡོང་གི་དུས་ཚོད་དེ་ཆུ་ཤེལ་མྱ་ངན་མེད་ཀྱི་སྲས་དབང་ཆེན་འདས་དར་བ། དགེ་སློང་མ་སེ་ཙཱ་ལ་གཉིས་ཁོང་རྣམ་གཉིས་ཀྱི་མིང་སྲིང་གཉིས་ལ་བརྟེན་ནས་སེར་ལང་ཀར་དངོས་སུ་གི་ནང་པ་གི་བསྟན་པ་དར་འདུག་དར་ནི། ད་ལྟ་བར་དུ་བསྟན་པ་ནུབ་མ་མྱོང་པ་དེ་འདྲའི་རྗེ་ར་བ་ད་ལྟི་པའི་ལྷོ་རྒྱུད་གནས་ཕྲན་མཛད་པ་བསྟན་པ་དེ་འོ་དེ་བསྟན་པ་ནུབ་མ་མྱོང་པ་ཞིག་ད་ལྟ་ཡིན་ན་ཡང་ད་སྤྱི་བཏང་གི་དེ་ནང་ལོར་ཁ་ཆེ་འདུག་ཡེ་ཤུ་འདུག་དེ་མུ་སྟེགས་པ། ཏཱ་མིའི་མི་རིགས་ཀྱི་བུ་ནས་དབང་བསྒྱུར་བྱས་ནས་མུ་སྟེགས་པའི་ཤུགས་ཆེན་པོ་རེད་དེ་ཡིན་ན་ད་དུང་ཅིག་བརྒྱ་ཆ་དྲུག་ཅུ་ཡན་ཡོད་ཅིག་ཨོ་ནང་པ་གནས་དེ་བ་རེད་དེ་ཁོང་ཚོ་ལང་ཀ་རང་རེད། ད་ལྟའི་འཕྲུལ་མིག་ལང་ཀ་དེ་རེད། དེས་ན་ལང་ཀར་གཤེགས་པའི་མདོ་གསུང་ས་དེ་ཡང་ཐེག་པ་ཆེན་པོ་གི་ངོས་ནས་རེད། ཐུན་མོང་གི་སྣང་ངོ་དང་འདྲ་ཡོད་མ་རེད་ཡིན་ན་ཡང་དེ་ད་ལྟ་ང་ཚོས་ལང་ཀར་གཤེགས་པའི་མདོ་གསུང་ས་དེ་མངའ་རིས་ཡིན་ཟེར་ཡ་འདྲ་བོ་ད་ལྟ་དེ། རྒྱང་གྲགས་དགོན་པའི་རྒྱབ་ཀྱི་སངས་རྒྱས་བཞུགས་ཁྲི་ལས་གསུངས་པ་རེད། འོ་དེ་ནས་ལང་ཀ་ཚོ་དེ་དེ་ནས་འབྲེལ་ནས། སེམས་ཡུལ་ལང་ཀ།

ད་དེ་ནང་བཞིན་གྱི་ཕྱིས་སུ་ཡག་དང་འགྲོ་དག་ཟེར་ན་མ་བྱུང་ད་ཅིག་འཆར་ཡན་གྱི་ཐོག་ནས་ཨོ་རྒྱན་སོང་བ་རེད་མ་གཏོགས་ལང་ཀར་གཤེགས་པའི་མདོ་གསུང་ས་དེ་ནས་རྩ་བར་ཆགས་ཀྱི་ཡོད་མ་རེད་ཨོ་ད་དེ་ཡང་ཅིག་བཤིག་བས་གཅིག་རེད་ད་སྟོང་ཕབ་སྟེ་ཕེབས་པ་དེ་ཡིག་ད་མདོ་ལུང་ཟེར་བ་རེད་ཨོ་ད་དེ་ཚོ་གནང་རོགས་བྱས་ན་ནི་གསལ་ཐིག་ཡོད་རེད་ད་འདི་ཐུན་མོང་མ་ཡིན་པའི་ཚོ་འདྲི་ཆེ་ཐོག་ནས་ཡང་སྒོ་ཟིན་དགོས་ཀྱི་རེད། ད་དངོས་སུ་ཅིག་ཞྭ་བེ་གི་ལྕགས་ནས་རྐང་ཐང་འདྲ་བོ་ཐོགས་ནས་ཕེབས་པ་རེད་ཟེར་ལབ་ན་ཡང་དེས་གུང་གཞི་འདྲ་བོ་ཡིག་ཆ་རྙེད་ཀྱི་ཡོད་མ་རེད་ད་དེ་ནས་ཡིན་མདོག་ཚོན་དུ་ནང་ལོགས་ལ་དེ་ནས་མི་སྣང་བ་གྱུར་ནས་ཟེར་ཅིག་གསུངས་ཡོང་གི་འདུག་ཨོ་དེ་འདུག་ཅིག་རྫུ་འཕྲུལ་གྱི་ཆ་ནས་ཕེབས་སོང་བ་ད་དེ་འདྲས་ཀྱི་ཐོག་ནས་འགྲེལ་བཤད་བརྒྱབ་ན་ཡིན་སྟབས་འདྲ་བོ་བསྡད་པ།

ཕེབས་པའི་ཚུལ་དང། དེ་ཚོ་གི་ཅིག་ས་ཞག་གི་ངོ་བོ་ཟིན་ཐང་དང། ད་དེ་འདྲའི་གི་ཆ་ནས་འདི་འདྲའི་ཅིག་རེད་ཤག་སོགས་དེ་འདྲའི་ཅིག་ད་གནས་དུས་ཙམ་ཅིག་རེད་འདི་ང་ཞིབ་འཇུག་པ་མིན་དུས་ནི་ཞིབ་འཇུག་གི་བཤད་སྟངས་གི་ཐོག་ནས་ཞིབ་ཆ་བཤད་ཡོད་མ་རེད་ད་ནི་ལོ་རྒྱུས་ཀྱི་རེག་པར་སྨྲ་བ་མིན་དུས་ཡང་ལོ་རྒྱུས་རེག་པ་དེ་འདྲིར་ནི་ཞིབ་ཕྲར་ལབ་ཤེས་གི་མ་རེད་ད་ཡིན་ན་དཔེ་ཆ་གོང་འོག་ཅིག་མ་མཐུད་རྒྱབ་ནི་འོ་འདི་འདྲའི་འདྲ་བོ་ཅིག་ཆགས་གི་འདུག་སོགས་ད་དེ་འདྲའི་ཅིག་རགས་རིམ་ཙམ་ཅིག་རེད་ད། འོ་ད་དེ་འདྲའི་ཅིག་ཞུས་བཞག་པ་ཡིན།